ས་ར་ནོར་གྱིས་བོད་གསེང་གཟིགས་གནང་མཁན་གྱི་རྣམ་པ་ལེན་རྗེས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་རིང་གི་ལེ་ཚན་འདི་ཁ་སང། ར་ཤི་ཡ་དང། ཡུག་ཁན་རིགས་གཉིས་ཀྱི་ཡུལ་སྒྲོན་ངོ་སྤྲོད་ཞུས་པ་དེ་གི་ཁྲོད་འདྲ་བོ་ཏེ་ཙི་ཅི་མ་ཞུ་ཡ་ཡིན། ཁ་སང་ང་ཚོས་ཡུག་ཁན་རིང་གིས་ར་ཤི་ཡ་གི་དམག་དཔུང་ལ་མགོ་སྒུར་གདོང་ལས་ཚིག་མཐོན་པོ་བརྗེད་ཐུ་ཡ་གི་རྒྱུ་མཚན་གྱི་སྐོར་ལ་ཁ་ཤས་ཀྱིས་ཞུས་པ་རེད། སྡོམ་རྒྱག་བ་ཡིན་ན། ད་ཐེངས་ཀྱི་གཡུལ་ས་དེ་ཡུག་ཁེན་རིན་རང་གི་ས་ཐོག་ཏུ་ཆགས་ཀྱི་ཡོད་ཡིན་ཙང་ཡུག་ཁེན་རིན་དེ་རང་གི་ས་ཆ་ལ་རང་གི་རྒྱུ་འགའ་ཆེ་ཡ་ཡོད་པ་དེ་གཅིག་རེད། དེ་ནས་ལོ་བརྒྱད་རྩ་གཅིག་གི་སྔོན་ལ་ར་ཤི་ཡ་གིས་ཡུག་ཁེན་རིན་ལ། བཙན་འཛུལ་ཐེངས་གཅིག་བྱེད་མྱོང་ཡོད་པ་དེའི་གལ་ཆགས་ནས། མནབ་སྲིད་འདྲ་བོ་གཅིག་ཕོག་ནས་དེ་གྲབ་སྒྲིག་དང་དེ་འགྲིག་གི་ཐོག་ལ་ཡང་གང་ལ་གང་འཚམས་གོ་ཚགས་ཚུད་པོ་འདྲ་བོ་གཅིག་ཡོང་ཡ་གི། གཞི་འདྲ་བོ་གཅིག་འོས་བབ་འདྲ་བོ་གཅིག་ཡོད་པ་དེ་གཅིག་རེད། གཉིས་ཡིན་པ་དེ་ཕྱི་ཡི་རྒྱ་ཁབ་ཁག་གིས་རོགས་ཤུགས་ཤུགས་ཆེན་པོ་ཞུ་ཅིག། བྱེད་ཀྱི་ཡོད་པ་དེ་གིས་ཀྱང་རྒྱུ་མཚན་རེད་ཅེས་བཤད་པ་རེད། ཁ་ཅིག་གིས་ད་འདི་ཆ་ལས་ཡུག་གྷན་རེ་མི་མང་རྡོག་རྩ་གཅིག་སྒྲིལ་ཡིན་པ་དེ་རྒྱུ་མཚན་རེའུ་གཅིག་རེད་ཟེར་ནས་གསུངས་གི་འདུག་ཨ། ཕྱོགས་གཅིག་གི་ངོས་ནས་བལྟས་ཡ་ཡིན་ན་ད་འདི་ཡུག་གྷན་རེ་སྲིད་འཛིན་ཨ་གཞོང་གིས་བཀོད་ཆེ་གི་འོག་ལས་ད་མི་མང་པོ་ཅིག་ཡུག་གྷན་རེ་གི་ཆང་འབངས་མང་པོ་ཅིག་གཅིག་རྒྱབ་གཉིས་གནོན་བྱས་བསྡད་པ་དེ། ཏན་ཏན་གོ། རྒྱུ་མཚན་རེ་བ་གཅིག་ཆགས་ཀྱི་ཡོད་རེད། ཡང་ཕྱོགས་གཞན་པ་གཅིག་ནས་བལྟས་ཡ་ཡིན་ན། ཨ་ཡུག་ཁེན་རེ་ཀི་མི་མང་དེ་རྦད་དེ་ད་རྡོག་རྩ་གཅིག་སྒྲིལ་ཆགས་མེད་པ་དེ་ཡང་ང་ཚོས་ཧ་གོ་དགོས་འདྲ་བོ་གཅིག། ད་ལྟ་ང་ཚོས་ཡུག་ཁེན་རེ་ཀི་མི་མང་ལ་གདུང་སེམས་མཉམ་སྐྱེད་བྱེད་པ་དང་ཆབས་གཅིག་ཏུ། ཨ་ཡུག་ཁེན་རེ་ཀི་མི་མང་གི་ཆ་ཤས། ད་ལྟ་ར་ཤི་ཡ་གི་རང་བཙན་ཡིན་ཟེར་ལབ་བསྡད་ཡ་གི་ས་གོར་དེ་ཚོའི་ནང་གི་མི་དེ་ཚོ་གི་གནས་སྟངས། དེ་ཚོ་གི་ཡུལ་སྒོམ་གཤིས་ལུགས་རིག་གཞུང་དང་འབྲེལ་བའི་ཐོག་ནས་ཡུག་ཁན་རིང་གི་ནང་ལོགས་ལ་ཡང་ལྟས་ཚེ་གོ་གྲངས་ཉུང་གི་མི་རིགས་འདྲ་བོ་ཅིག་ཆགས་བསྡད་ཀྱི་ཡོད་བ་དེ་གི་གནས་སྟངས་གི་ཐོག་ལ་ཡང་བསམ་བློ་གཏང་དགོས་ཡ་འདྲ་བོ་ཅིག་ཆགས་ཡོད་ས་རེད་བསམ་གྱི་འདུག་ད་དེ་འདྲ་བྱས་དུས་ཁྱོན་ཡོངས་ནས་ཡང་གོ་གཞུང་མང། རྦད་དེ་རྡོག་རྩ་གཅིག་སྒྲིལ་བྱས་ན་ལྟས་ཚེ་ཁ་བོ་འདྲ་བོ་གཅིག་གི་བདེ་ཐང་རེད་ཤག་ད་དེ་ནས་ཡང་རོགས་ཞུ་ཟེར་ཡ་དེ་ལ་ཁ་སང་འདྲ་བོ་གཅིག་ཞུ་དགོས་གཅིག་ག་རེ་འདུག་ཟེར་ན། ཁ་སང་རོགས་ཞུ་སའི་ཕ་ར་ཆེ་བ་དེ་སྤམ་རྒྱུའང་ཡང་ན་དངུལ་དང་མ་ཞེ་དྲག་ལ་དཀའ་བ་ཡིན་ན་ད་དམག་དོན་གྱི་མཚོན་ཆ་ལ་སོགས་པ་ད་དེ་འདྲ་མང་པོ་གཅིག་ཐེག་བསྡད་ཀྱི་ཡོད་རེད་ད་དེ་ལས་གཞན་པ་མི་དངོས་སུ་ཡོང་ནས། རོགས་རམ་བྱེད་རིགས་ཀྱི་ཚད་གཞི་དེ་ཧ་ཅང་གི་མཐོན་པོ་རེད་འདུག་ལ་ད་ལྟའི་ཡང་ཡུག་ཁེན་རིང་གིས་ར་ཤི་ཡར་རྡུང་ངེས་ཀྱི་མཐུ་ཡག་གི་ནུས་པ་ཆེན་པོ་གཅིག་ཆགས་བསྡད་ཡོད་རེད་བསམ་གི་འདུག་མི་ཡི་ཁ་གྲངས་ཡིན་ན་ཁྲི་ཁ་ཤས་ཡོད་པའི་སྐད་ཆ་བཤད་གི་འདུག་ལ་ད་དེ་ཚོ་དེ་མ་གོ་དྭང་བླང་གི་སླེབས་ཡོང་བ་ཡིན་དུས་ཁོ་ངར་ཤུགས་ཟེར་ན་རེད་དམག་ལ་དཀྲོག་ཤུགས་ཟེར་ན་རེད་གང་ས་ཅི་གི་ཐད་ནས་ཁ་ཕྲལ་རྒྱག་ནས་དེ་འདྲ་བ་དང་ཅིག་དཔལ་འབྱོར་དང་ཕོག་དང་དེ་འདྲའི་ལ་གཏོགས་ལ་ཅིག་ནས་སླེབས་ཡོང་གི་དང་འདྲ་གི་མ་རེད་བ། ཁོ་ཚོ་ཁོ་དང་ལང་བཅས་ནས་ཡོང་གི་ཡོད་བ་ཡིན་དུས། ཨེ་དེ་ཚོ་གིས་ནུས་པ་ཆེན་པོ་ཅིག་ཐོན་གི་ཡོད་རེད་བསམ་གི་འདུག་ད་ལྟའི་སྐལ་བཟང་གི་འཕྲུལ་འདྲ་བོ། མ་ད་ལྟ་ཨེ་དེ་མ་མཐུད་དགོས་ཡོད་བ་ཡིན་ཙང་མཚམས་ཆ་འདྲ་བོ་ཅན་ཡིན། ད་དེ་རིང་ངས་ག་རེ་བཤོད་ཡིན་ཟེར་ན། གོང་དུ་ཞུས་པའི་ད་ར་ཤི་ཡ་ལས་ཕྱི་ཡི་རྒྱ་སྐད་མང་པོ་ཅིག་ཨ་རིའི་གཙོས་པའི། ནེག་ཁྲོག་གི་ཡུལ་གྲུ་ཁག་གི་གཙོས་པའི་དེ་མ་ཡིན་པའི་ད་རྒྱ་སྐད་མང་པོ་ཅིག་དང། ཨ་ནི་འཛམ་གླིང་གི་མི་མང་པོ་ཅིག་གི་གདོང་སར་མཉམ་སྐྱེས་ད་རྒྱབ་ཤོར། ཁ་ཙག་ཚིག་ཙག་མ་ཡིན་པ། མི་རྒྱུ་བཟོ་བཟང་གི་ཐོག་ནས་རྒྱབ་སྐྱོར་རོགས་རམ་ཆེན་པོ་ཅིག་བྱེད་འདོད་ཡོད་པ་དེ་གའི་གནས་སྟངས་ཀྱི་ཐོག་ནས་མ་བལྟས་ཚེ་ཅིག་ཤོས་ཡིན། ད་གནས་སྟངས་དེ་གའི་དྲང་བདེན་གྱི་དམག་འཁྲུག་དེ་ལས་ཁྱད་པར་ག་རེ་བཟོ་གི་རེད། ར་ཤི་ཡར་ཁེ་ངན་འདྲ་བོ་ག་ཚད་ཐུག་གི་ཡོད་རེད་ར་ཤི་ཡ་མ་རེད་ད་ཡུག་ཁེན་རེད། ར་ཤི་ཡ་ལ་དེ་གའི་གནོད་སྐྱོན་འདྲ་བོ་དོ་ཕོག་འདྲ་བོ་ག་ཚད་ཐེག་གི་རེད་ཟེར་ལབ་པ་ཡིན་ན། དམག་སྦྱོང་གི་བསྟན་བཅོས་ཀྱི་ནང་ལོགས་ལས་ཤེས་བདེ་བའི་ཐ་སྙད་ཁ་ཤས་ཅིག་བེད་སྤྱོད་བཏང་ནས་ཤེས་པ་ཡིན་ན། ཏའི་ཙི་གོ་ཐའི་ཡི། ཁ་གསལ་ཡི་དང་འབྲེལ་ཆེ་ཡ་དང་གོ་བདེ་ཡ་འདྲ་བ་ཆགས་ཡོད་ན་ཅི་ཤེས་བསམ་སོང། སུན་ཙི་གིས་དམག་སྦྱོང་ནང་ལོགས་ལས། དབྱིས་སྐོར་ཀྲའོ་ཤོབ་ཟེར་ཅིག་གིས། ང་ཚོའི་བོད་པ་གི་འདི་ཚོ་ལས་ཁ་དཔེ་འམ་གནའ་གཏམ་འམ་ཡང་ན་དཔེ་ཆོས་ཟེར་གི་ཡོད་རེད་བ། དེ་གི་ཐོག་ནས་བཤད་པ་ཡིན་ན་ལྟས་ཚེ་ཁ་གསལ་རུ་འགྲོ་གི་ཡོད་ཀྱི་རེད་བསམ་གི་འདུག། དེ་དང་འདྲ་མཚུངས་རྒྱ་ཡ་ལ་ཐོག་མར་ང་ཚོའི་དབྱི་ཀོར་ཀྲའོ་ཤོབ་ཟེར་དེ་གི་གོ་དོན་དེ། པས་ཁོ་རང་ག་འདྲའི་སེམས་གཡོ་འགུལ་ཡོད་མེད་དེ་རོབ་ཙེ་རྒྱག་གོ་དགོས་པ་རེད། ས་དགྲ་འདི་ལས་སྐྱེས་ཟེར་ཞོར་དུ་ད་ལྟའི་ཕྱི་ལོའི་སྔོན་ཙམ་གྱི་རྒྱ་ནག་གི་ས་གོར་དེ་ལས་ད་བརྒྱ་ཕྲན་མང་པོ་ཅིག་རྗེས་ནས་ཕན་ཚུན་ཞིབ་གསེར་ཁྲག་གི་འཁོར་ལོ་བསྐོར་ནས་འཛེག་བསྡད་པའི་སྐབས་ཀྱི་ས་དགྲ་ཅིག་རེད། ད་ལྟ་དབྱིའི་སྐོར་ཟེར་ཡག་གི་དབྱིའི་དེ་འདི་འདུག་ཨ། ཀྲའོ་ཤོབ་སེ་ཡག་གི་ཤོབ་ཇོ་བག་ཀྲའོ་དེ་དེ་རེད། ད་སྐྱོང་མཁན་གྱི་སྒུག་ཡོད་རེད་དེ་སུ་རེད་ཟེར་ན། ཕ་སྐྱེ། འདི་རེད་ཁྱི་ཟེར་ཡ་དེ། འདི་ཁྱིམ་རེད་འདུག་འདི་ཆུ་རེད་འདུག་ཨ། ངས་བསྐྱར་དུ་བཏང་བ་མ་རེད་དེ་ཕ་སྐྱེ། ཁྱི་འདི་ཡིན་བསམ་སོང་ད་ག་འདིར་ཁོ་གསུམ་ག་རེ་ཡིན་ན་ཁྱད་པ་སྐད་ཡོད་མ་རེད་ང་ཚོས་དཔེ་དོན་ངོ་སྤྲོད་ཡ་ལ། འདི་ག་རུ་ཟེར་དགོས་རེད་ཟེར་ན། དབུས་རྒྱ་ཁབ་ཀྱིས་ཀྲའོ་རྒྱ་ཁོལ་ལ་དམག་བཏབ་ནས་རྒྱལ་ས་ཀོ་རོན་ལེན་འགྲོ་འགྲོ་བྱེད་ཀྱི་ཡོད་རེད། དེ་ཡིན་དུས་ཀྲའོ་རྒྱ་ཁབ་ཀྱིས་ཁྱེད་ལ་ང་ལ་རོགས་པ་བྱེད་རོགས་བྱེད་ཟེར་ནས་ལབ་པ་རེད། དེ་ལབ་དུས་ཁྱེད་ཀྱི་ལ་ཡར་སོའི་སེམས་ནས་འདི་ཡར་སོང་ནས།

ཕན་གི་ཡོད་མ་རེད་བ། བཀྲ་བོ། ལེན་ཐུབ་བ་ཡིན་ན་སོ་སོ་གི་ཕ་གཞི་དབྱིག་དེ་ཤོར་འགྲོ་གི་ཡོད་བ་ཡིན་ཙང་དེ་གཏམ་དོན་སྙིང་ག་ནས་འགྲིག་མེད་བ་ཡིན་ཙང། ཨ་ནི་རང་བཞིན་གིས་དམག་ཕྱི་འཐེན་བྱེད་དགོས་ཁེལ་བ་ཡིན་ཙང་ད་དེ་ལས། ལོ་རྒྱུས་གི་ཐོག་ལ་དམག་གཞུང་གི་ནང་ལོགས་ལས། དབྱིག་བསྐོར་ནས་བཀྲ་ཤོར་ཟེར་དེ་རེད། ད་དཔེ་དེ་ཤེས་ཚར་དེ་ད་ང་ཚོ་དོན་དག་ག་ལ་ཚུགས་ཡོང་ཡང་ལས་དང་པོ། ར་ཤི་ཡ། འདི་ཡིན་ཆ་བྱས་ད་རྒྱལ་ས་མོ་སི་ཀོ་དེ་འདུག་བ། ཡོད་མཁན་རེད་འདོད་འདུག་དེ་ཡིན་དུས་ད་ལྟ་ཨ་རིའི་གཙོས་པའི་ནུབ་ཕྱོགས་ཡུལ་ཁག་ཚོས་ར་ཤི་ཡ་ལ་དཔང་འཇུག་གི་ཉེས་ཆད་ཞུ་རྒྱུ་བཅས་ཡོད་རེད། དཔང་འཇུག་གི་ཉེས་ཆད་བཅད་ནས་ར་ཤི་ཡ་ཨར་མ་བརྟེན་པ་བཟུང་ཡོད་ན་དེ་ནི་དབུས་བསྐོར་ནས་ཀྲའོ་ཞོ་པི་གི་ཐབས་ཇུས་དེ་རྣམ་པ་འགྱུར་བ་ཙམ་གྱིས་རེད་མ་གཏོགས་དོན་དག་དེ་གཅིག་པ་རེད། དཔེར་ན་ར་ཤི་ཡ་ལས་དཔལ་འབྱོར་གྱི་དཀའ་ངལ་འཕྲད་ནས་ཨར་མ་བཏིངས་པའི་ཆ་ཡིན་ན་རང་ཞིག་གིས་ཡུག་ཁན་རེད་དམག་ཕྱི་ཐེ་བྱེད་དགོས་ཁིག་གི་རེད་བ། ད་ལྟ་ནུབ་ཕྱོགས་ཡུལ་ཁག་ཚོས་ཡུག་ཁན་རེད་ལས་རོགས་བ་བྱེད་ཡག་ཆེད་དུ་ར་ཤི་ཡ་ལ་དམག་དཔང་བཏང་ཡོད་མ་རེད་དེ་དཔལ་འབྱོར་གྱི་ཉེས་ཆད་བཅད་ཡོང་དུས་དམག་དཔང་བཏང་བ་དང་ནུས་པ་དེ་ཨེ་གཅིག་མཚུངས་ཀྱིས་བསླུ་གི་ཡོད་རེད་བ། དམག་དཔུང་བཅས་ལ་ཆ་མཚོན་པ་ཡིན་ནའང། མཚོན་ཆ་དང་ནི་ཟ་ཡ་འཐུང་ཡ་གཉིས་དེ་ཞག་གཅིག་གི་ཤོག་བུ་ཡིན་ནང་བཞིན། ཁ་བྲེ་ཐེབས་མེད་པ་མེད་ན་མི་ཐེབས་མེད་པ། དམག་གི་བསྟན་བཅོས་ཁ་ཞེང་ནང་ལོག་སྟེ་ཡ་ཡིན་ནའང། མཚོན་ཆ་དང་ཟ་ཡ་གཉིས་འདི། ཡང་སྦྱིན་དང་བཅའ་བ་ཡིན་ན་ཟ་ཡ་དེ་གལ་ཆེ་བ་ཆགས་ཀྱི་ཡོད་རེད། ཟ་ཡ་མེད་ན་མཚོན་ཆ་ཡོད་ན་དམག་རྒྱག་ཐུབ་ཀྱི་ཡོད་མ་རེད། ཟ་ཡ་གང་ཡང་མེད་ན། ཉི་མ་བདུན་ནང་ལོག་མི་གི་ཤི་འགྲོ་བར་བ། ཇི་ལྟར་ཟ་འབྲུག་གི་མ་འདང་ནི་ཟ་ཡ་མེད་ནི་ནི་དམག་ཕམ་པའི་གི་ལོ་རྒྱུས་དེ་ལ་དམག་འཁྲུག་གི་ལོ་རྒྱུས་གི་ནང་ལོག་ལོས་ཧ་ཅང་གི་མང་པོ་རེད་བ་རྒྱག་ཆ་པའི་ཚིག་མཐོང་པོ་རེད། ཅི་ཇེ་ཆེ་ས་བཙན་པོ་ཞི་བ་ཅིག་ཟིག་ནི་ནི་དམག་དཔུང་ག་འདྲས་ཅིག་འགོར་ཐུབ་གི་མེད་ཨ་ཡིན་ན་ཡང་ས་བཙན་པོ་དེ་ལ་ཟ་ཡ་མེད་ནི་ནི་ཁོ་ཚོ་ཨ་ལ་མ་བརྟེན་ནི་མགོ་བཏགས་བ་རེད་ཟེར་བ་འདྲ་བོ་དང། དེ་ནི་གྲོས་སུ་རེད་ཟེར་བ་འདྲ་བོ་དང། དེ་ནས་ས་ཡ་མེ་རྡོག་རུ་རྒྱབ་རྒྱབ་རྒྱབ་ཀྱིས་ས་ཡ་གྱི་ར་གུར་ས་སྒོ་བསྒུག་མཐའ་སྔ་མ་ས་ཡ་ཁྱོན་ནས་མང་རག་དེ་ནས་ཤི་ཁ་ལ་ཁ་མང་འཛིང་ཁ་ཡོང་ནས་འོད་ཐུག་དུས། དེ་ནས་ས་ཡ་མེ་ནས་ཀྱིས་སེམས་ཀྱི་ས་ན་ཡོད་ལུས་པས་མ་བྱུང་ནས། དྲེད་དང་མདོང་དེ་གི་ཡ་ལག་པས་མ་བྱུང་བ་བྱས་ནས་ཕ་རོལ་པོས་རྡོག་ལོག་བརྒྱབ་ནས་དེ་ནས་བརྫིས་ནས་བསད་ནས། ད་དེ་འདྲའི་ཀྱི་ལོ་རྒྱུས་མང་པོ་ཤི་བ་རེད་བྱས་ཙང། ད་སྤམ་རྒྱུག་གི་ཉེས་ཆད་ཟེར་ཡ་དེ་དམངས་གྲོགས་གཅིག་གི་ནང་ལོགས་ལ་ཧ་ཅང་གི།

ཁོང་མོའི་འོག་ནས་མེ་ཤིང་འཐེན་པ་ཟེར་གྱི། ཡང་དམག་གི་འཐབ་ཇུས་ཅིག་ཤེས་ཀྱི་ཡོད་རེད་པ། འོ་དེ་ཡང་ད་ལྟ་འདི་དང་ཞི་རག་གི་ལན་པོ་དང་མཚུངས་པོ་ཆགས་བསྡད་ཡོད་རེད། ཁོང་མོའི་འོག་གི་མེ་ཤིང་འཐེན་པ་ཟེར་ནས་དེ་ཧ་གོ་དགོས་རེད་པ། ཁོང་མོ་ནང་ལོགས་ལ་ཐོག་པ་བཙོས་ཡོད་ན་རེད་ཤ་བཙོས་ཡོད་ན་ག་རེ་ཡིན་ནི་གཅིག་བཙོས་ནས་དེ་ཡང་ཚུར་ཡར་དང་དེ་ཡི་དབྱངས་ལས་འོག་ལ་མེ་བཏང་དགོས་རེད་པ།

ཁོའུ་ཀེ་ཡོད་མཁན་རེ་ལས་རྣམ་པར་རྒྱལ་བའི་ཆོས་དེ་ཁྱི་དགུག་ཡོད་པ་ཡིན་ན་དེ་ལོས་འགྲོ་སོང་དེ་མཚོན་ཆ་ཙམ་མ་ཡིན་པར། དཔལ་འབྱོར་གྱི་འགྲོ་སོང་དེ་རྒྱུན་མར་བཏང་ཐོག་ཡོད་རེད་ཁོ་མོའི་འོག་ལ་མེ་བཏང་ན་ཡིན་གྱི། ཁོ་མོའི་འོག་གི་མེ་དེ་འཐེན་སོང་བ་ཡིན་ན། བལྟས་ཡོང་གི་མེད་ཡིན་ཙང་ད་ར་ཤི་ཡ་ལ་དཔལ་འབྱོར་གྱི་ཉེས་ཆད་བཅད་ཡོད་པ་དེས་ནི་ཁོ་མོའི་འོག་གི་མེ་ཤིང་འཐེན་པ་ཟེར་དེ་དང་ཧ་ཅང་གི། འདྲ་བོ་ཆགས་བསྡད་ཡོད་རེད། འདྲ་བོ་མ་དགོས་ཏེ་ཀོ་ཐེག་རང་ཐབས་རྒྱུ་འདྲ་བོ་དེ་ཆགས་བསྡད་ཀྱི་ཡོད་རེད་བ། ང་ཚོ་བོད་སྐད་ལས་སྐྱེས་བ་ཡིན་ན་རྟགས་ཁྱུ་ཆེ་བའི་རྫིང་བུ་ཟེར་བ་དེ་ཚོ་དང་ཧ་ལམ་འདྲ་བོ་རེད། གོང་དུ་ངས་ཤོད་ཡིན་པ་དམངས་ཁྲོད་ཀྱི་ནང་ལོགས་ལས་དེ་ནས་དཔའ་བོ་རྒྱ་ཆེ་ཟེར་བ་དང་རྒྱབ་ཆེ་ཟེར་བ་གཅིག་གཉིས་ཡོང་གི་རེད་རྒྱབ་ལོགས་ནས་ཀྱི། མཚོན་ཆ་ཡིན་ན་རེད་ཟ་ཡ་འཐུང་ཡ་ཡིན་ན་རེད་དེ་མཁོ་སྤྲོད་བྱེད་མཁས་ཀྱི་མེད་པའི་དབང་གིས་དེ་ནས་ཤོར་སོང་བ་གིས་དམག་འཕངས་སོང་བ་གི་ལོ་རྒྱུས་དེ་ཧ་ཅང་གི་མང་པོར་བ། ད་དེ་ལས་ལྷག་པའི་དུས་ཀྱི་ནུས་པ་ག་རེ་སྟོན་དགོས་ཡོད་ཟེར་ན། ང་ཚོ་བོད་ལས་རི་སྐད་སྐྱེས་པ་ལས་དཔོན་སྐད་སྐྱེས་པ་ལས་སླ་བ་འདུག་ཟེར་ཡ་གི་གནས་སྟངས་བྱས་ཡོད་རེད་བ། ཡང་དེ་དང་འདྲ་བོ་སྐྱེས་ཡ་ཡོང་ཡ་གི། རྐྱེན་ཆགས་ཀྱི་ཡོད་རེད། ད་ལྟ་དཔལ་འབྱོར་གྱི་ཉེས་ཆད་ཞུ་རྒྱུ་བཅས་ཡོད་དེ། ག་རེ་ཟེར་དཔལ་འབྱོར་གྱི་ཉེས་ཆད་བཅད་ཡོད་ཡིན་ན་མི་མང་ལ་ད་དཀའ་ངལ་ཞུ་རྒྱུ་མྱང་གི་ཡོད་རེད། མི་མང་ལ་དཀའ་ངལ་མྱང་ན་གར་བྱེད་ཀྱི་རེད། དཀའ་ངལ་དེ་ལས་སེལ་ཐབས་བྱེད་ཀྱི་རེད། དཀའ་ངལ་དེ་ལས་སེལ་ཡ་ལ་ཐར་ལམ་མང་པོ་ཡོད་ཡིན་ན་དེ་གི་ནང་ལོགས་ནས་ད་ལྷ་ཤོད་དེ་བདམས་ཀྱི་རེད། དེ་ཙང་ལྷ་ཤོད་ག་རེད་ཟེར་ན་ད་ང་ཚོ་བོད་ཀྱི་གཏམ་དཔེ་ལས་རི་སྐད་ཅེས་པ་ལས་དཔོན་སྐད་ཅེས་པ་ལས་ལྷ་ཟེར་ཏེ་གང་ལྟར་ར་ཤི་ཡ་གིས་ད་འདི་སྲིད་འཛིན་པུ་ཀྲིན་མ་ཕུད་ཡ་དེ་ཡོང་དེ་རྗེས་མ་ལོག་ཡ་དེ་ད་ལས་ལྷ་ཤོད་ཁོ་རང་ཚོ་མི་མང་གི་བྱེད་ཐུབ་ཡ་དེ། མི་ངན་གྱི་དཔལ་འབྱོར་གྱི་དཀའ་ངལ་ཟེར་ཡ་ལས་ད་ཐར་ལམ། ལས་སླ་ཤོས་དེ་ཆགས་ཡོད་རེད། མ་གཏོགས་ཡུག་ཁན་རིགས་བཙན་བཟུང་བྱས་ཐུབ་པ་ཡིན་ན་ཡང་ཁོ་ཚོ་དཔང་འཇུག་གནས་སྟངས་དེ་སྐྱོབ་ཐུབ་ཀྱི་ཡོད་མ་རེད་བཙན་བཟུང་བྱས་ཡོད་ལ་མུ་མཐུད་ནས་འགྲོ་སོང་མང་བ་གཏང་དགོས་ཀྱི་ཡོད་རེད་དེ་ཡིན་དུས་ཨི་ཤི་ཀི་ཉེས་ཆད་དེ་ཚོ་ཡང་རྒྱུན་རིང་རུ་བསྡད་ཀྱི་རེད་དེ་ཡིན་དུས་མི་མང་གི་དཔང་འཇུག་གི་དཀའ་ངལ་གྱི་དེ་སེལ་ཐུབ་ཀྱི་ཡོད་མ་རེད། ད་ལྟ་འདི་ར་ཤི་ཡ་གཞུང་དེ་མགོ་རྟིང་སློག་བ་ཡིན་ན། ནི་ཕྱི་ཡི་སྤམ་ཅོག་བཀག་སྡོམ་དེ་ཚོ་ཡང་སྐུ་མགྱོགས་ནས་མྱུར་འདུག་ཕྱི་འདེད་སྐྱེལ་ཡ་ལ་སོགས་པ། ཡུལ་མཁན་རིན་ལ་སོགས་པ་འདི་ནི་དམག་འཁྲུག་གི་འགྲོ་སོང་བཏང་མི་དགོས་ཡིན་ཙང་ཁོ་སྤམ་ཅོག་གི་གནས་སྟངས་དེ་ལས་ཁེ་མི་ཆེ་ཐུག་ཡོད་ཡིན་ཙང་དེ་འདྲའི་གི་ཤུགས་རྐྱེན་ཡང་སྤྲད་གི་རེད་སྲིད། ད་འདི་སྤམ་ཅོག་བཀག་སྡོམ་གི་ཉེས་ཆད་མང་པོ་བྱས་ཡོད་རོགས་དེ། དེ་ནས་དབུ་ཡི་སྐོར་ནི་བཀྲ་ཤོད་བེད་ཀྱི་ད་དཔེ་མཚོན་ཡིན་པོ་ཅི་ང་ཚོས་ཞུ་བ་ཡིན་ན། ངས་ད་བ་གོ་དཔེ་མཚོན་འདྲ་བོ་འདྲ་སེ་འདྲེ་སེ་དེ་ག་ཤེད་ཡིན་དེ་དུས་ག་ཤེད་དེ་ཚོ་ཐོབ་ཉེ་གི་སུ་རེད། མ་སྐད་གཉིས་པའི་སྐབས་ལས། ཨ་རི་གི་ཉི་ཧོང་ལ་ཨེ་ཀྲ་འབམ་ཞུ་བར་བ་རྡུ་དྲིན་མཚོན་བྱ། ཧེ་རོ་ཤི་མ་ན་ན་ག་ས་ཀི་གཉིས་ལ། དེ་རྒྱ་ནག་ལ་མཚོན་པ་ཡིན་ན་དབུ་ཡི་སྐོར་བཀྲ་ཤོབ་སེ་དེ་ཆགས་ཡོད་རེད་སེ། ཨ་རི་གིས་རྒྱ་ནག་ལས་ཡོང་ནས་འཇར་པན་ལ་དམག་རྒྱག་རོགས་བྱས་ཡོད་མ་རེད་དེ། འཇར་པན་རང་ལ་རྡུལ་ཕྲན་མཚོན་ཆ་བརྒྱབ་ནས་འཇར་པན་ཕམ་པར་བཟོས་ནས་མགོ་བཏགས་དགོས་བ་གཅིག་བཟོས་ཡིན་ཙང་རྒྱ་ནག་ནས་འཇར་པན་གྱི་དམག་དཔུང་རང་ཡིག་གི་ཞི་བདེ་ཆ་བྱེད་སོང་བ་དེ་གས་རྒྱ་ནག་ལ་མཚོན་པ་ཡིན་ན་དབུས་བསྐོར་ནས་སྐྲ་གཤོབ་ཟེར་དེ་ཆ་བ་རེད། རྐང་བཙུགས་ནས་བྱེད་པ་མེད་ན་ཡང་རྒྱ་ནག་ལ་དགེ་སྔོན་བལྟས་ཡིན་ན་དེ་ཆགས་སོང་བ་རེད། ཨོ་དེ་འདྲའི་གི་ཐོག་ནས་ད་ད་ལྟ་འདི་ཡང་ཁོ་དམག་དཔུང་གི་དངོས་སུ་ར་ཤི་ཡ་ལས་དམག་རྒྱབ་རྡུལ་ཕྲན་ཚུན་གྱི་གཡུག་གི་མེད་ཨ་ཡིན་ན་ཡང་ཁོ་སྤམ་རྒྱུག་གི་ཉེས་ཆད་བཅད་པ་དེ་དེ་ལས་མ་ནག་ན་ཡང་ཅི་དགོས་ག་རེ་ཟེར་གི་རེད། གདུག་རྩུབ་མ་ཆུང་བ་ཅིག་གང་ལྟར་ཐང་ལམ་ནག་པོ་ཅིག། ཆགས་ཀྱི་ཡོད་པ། འོ་དེ་འདྲའི་གི་ཐོག་ནས་ཡང་འགྲེལ་བཤད་འདྲ་བོ་གཅིག་རྒྱག་དགོས་བ། ད་ག་སི་ར་ཤི་ཡ་མི་མང་གི་པུ་ཀྲིན་གི་སྲིད་གཞུང་དེ་མགོ་སྟེང་སློག་བ་ཡིན་ན། བོད་པའི་གཏམ་དཔེ་ལ་ར་སྤུའི་འོ་རྡོ་ར་ལ་འཁོར་ཟེར་ཡ་དེ་དང་ད་བརྒྱ་ཆ་བརྒྱ་དང་ཏག་ཏག་བདེན་གི་མི་འདུག་དེ་ཕྱོགས་འདྲ་བོ་རེད། ད་དམག་གི་སྒྲུང་གཏམ་དེ་འདྲ་ཁ་ཤིག་ནང་ལོག་ལས། རང་དམག་རང་གཅིག་ཏུ་གཞོལ་བ་ཟེར་ཡ་དང་རང་དམག་རང་གཅིག་ཏུ་གྱུར་པ་ཟེར་གྱིན་འདུག་བ། གྱུར་པ་ཟེར་དུས་ཁོ་རང་གཞན་གྱི་ཆགས་ཡོང་བའི་བཟོ་འདྲ་གྱི་རེད། ད་ད་ལྟ་དེ་འདྲའི་ཅིག་བྱུང་བ་ཡིན་ན། ནི་གྱུར་པ་ཡང་རེད་ལ་གཞོལ་བ་རེད་ཟེར་ན་ཡང་ཕ་གཅིག་འགྲིག་གི་ཡོད་རེད་དེ། ར་ཤི་ཡའི་མི་མང་ཡར་ལངས་ནས་ར་ཤི་ཡའི་སྲིད་དབང་མགོ་སྟེང་སློག་དགོས་ཡ་དེ། ཕྱེད་ཡོད་ཡོད་ཁག་གིས་དཔལ་འབྱོར་གྱི་གནོན་ཤུགས་སྤྲད་ནས་བཟོས་པ་རེད་བ། དེ་ཡིན་ཚུལ་དུ་རང་དམག་རང་སྐྱིད་དུ་བཞུ་བ་རེད། ད་རང་དམག་ཟེར་དུས། དམག་མི་རང་ཟེར་ན་རེད་མི་དམངས་ཟེར་ན་རེད་ད་དམག་མི་དང་ཡང་འབྲེལ་བ་ཆགས་བསྡད་ཡོད་རེད། དམག་མི་གི་མདོང་ཁ་ཤི་ཀོ་ཡ་གི་ཉེན་ཁ་ཡོད་རེད་ཟེར་གི། དམག་གི་ལོ་རྒྱུས་དུས་ཚོད་ནང་ལ་ཡོང་གི་འདུག་བ། ད་ལྟ་ར་ཤི་ཡ་གི་མི་དམངས་ལ་དཀའ་ངལ་དེ་འདྲ་ཅིག་འཕྲད་ཀྱི་ཡོད་བ་ཡིན་ན། ད་ལྟ་ཡུག་ཁེན་རི་ནང་ལོགས་ཡོད་སྡེ་བའི་དམག་དཔོང་དེ་ཚོ་གི་ནང་སྟེ་ར་ཤི་ཡ་གི་མི་མང་ཟེར་དེ་གི་ཆ་ཤས་ཆགས་དེ་ཡོད་རེད་བ། དམག་མི་རེ་རེ་ནང་རེ་རེ་ཡོད་རེད་ད་ནང་དེ་ཚོ་ལ་དེ་འདྲའི་གི་ཉེ་རེ་ཉེ་རེ་གི་དཔལ་འབྱོར་གི་དཀའ་ངལ་འཕྲད་དེ་གི་ཡོད་བ་ཡིན་ན་དམག་མི་དེ་ཚོ་དེ་གོ་ཁ་བྲལ་ཐབས་མེད་པའི་འབྲེལ་བ་ཞིབ་བ་ཅིག་ཡོད་རེད་བ། དེ་ནས་དམག་མི་དང་མི་མང་ཟེར་འདི་གི་དཔོང་ཤེས་འདྲ་བ་མ་ཡིན་པ། ཉེན་ཁ་ཆེ་ཤོས་འདྲ་བོ་ཇི་མི་བཟུང་བ་ཡིན་ན་ད་གནའ་སྔ་མོ་ཡིན་ན་ཞིང་པའི་འོས་ལངས་ཟེར་ཡས་ཅིག་ཤིག་ཡོད་རེད་བ་ཞིང་པ་དེ་ཚོ་ད་ཤུགས་ཆེན་པོ་ལངས་ཡོང་ཡ་ཞིང་པ་ལངས་ཡ་དེ་ཡང་ད་འདི་འདྲིའི་གི་དཔལ་འབྱོར་གི་དཀའ་ངལ་གང་ད་ཆེན་པོ་ཞི་བ་དེ་འདྲ་ཡོང་བའི་སྐབས་སུ་ད་ལངས་གི་ཡོད་རེད་དམངས་ཁྲོད་ལངས་དུས་རང་བཞིན་གི་ཡོད་ལ་བརྡབ་གསིག་ད་དཔལ་འབྱོར་དེ་ཚོ་ད་ཁོ་བོ་དཀའ་ངལ་འཕྲད་གི་ཡོད་རེད་བ་ཟ་ཡ་འཐུང་ཡ་ལ་དཀའ་ངལ་འཕྲད་རིན་གོང་འཕར་ཨ་དེ་འདྲའི་གི་སྐབས་སུ་ད་ཞིང་པའི་འོས་ལངས་ཟེར་ཡ་དེ་འོས་ལངས་འཕར་ཆེ་བ་དེ། ཀོ་འོད་ཐོག་ནས་ད་འོད་ལངས་ཀྱིན་ཡོད་རེད། ང་ཚོ་བོད་སིལ་བུ་མཐོ་བའི་གནས་སྟངས། རི་སྐད་སྐྱེས་པ་ལས་དཔོན་སྐད་སྐྱེས་པ་དགའ་སའི་དཔོན་པོ་དེ་ཚོ་ལས་གྱེན་ལོག་བྱས་ཏེ་ཡིན་གོ། ད་དེང་སང་ཞིབ་འཇུག་པ་མང་པོ་གཅིག་གི་སྐབས་དེ་དུས་མི་མང་ལས་ཁོ་ཁྲེའུ་ལགས་ཚ་གྲང་ཁོ་ཚོ་དེའི་དཀའ་ངལ་འདྲ་བོ་དེ་བཟོད་མ་ཐག་པ་བྱས་ནས་གྱེན་ལོག་བྱས་པ་རེད། སྤྱི་བཏང་གི་ལོ་རྒྱུས་ཐོག་ལ་གྱེན་ལོག་ཚང་མ་དེ་འདྲ་རེད་བ། ད་ད་འདི་གི་སྤྱི་ཚོགས་འདི་གི་དབང་དུ་བྱས་པ་ཡིན་ན་ར་ཤི་ཡ་གི་མི་མང་གི་ནང་ལོགས་ནས་ད་ཡག་ཅིག་ངོ་རྒོལ་འདི་ཀྱི་ལངས་མཁན་གྱི་ཡོད་དབང་བཏང་ཡིན་ན་ཤུགས་ཆེ་ཤོས་དེ་ངའི་ཚོད་དཔག་བྱས་ཡིན་ན་དེང་སང་གི་གནས་སྟངས་ཐོག་ནས་བཟོ་བ་དེ་ཚོ་རེད་བསམ་འདུག་དཔལ་འབྱོར་གྱི་ཉེས་ཆད་བཀག་སྡོམ་དེ་གའི་ཏུ་བརྟེན་ཏེ་བཟོ་གྲྭ་མང་པོ་ཅིག་སྒོ་རྒྱག་དགོས་ཁེལ་གྱི་ཡོད་རྒྱུ་རེད་བཟོ་གྲྭ་དེ་སྒོ་བརྒྱབ་དུས་བཟོ་མི་དེ་ཚོ་ལས་ཀ་ཤོར་དགོས་རེད་བཟོ་མི་དེ་ཚོ་ལས་ཀ་ཤོར་ཡོང་དུས་རྩ་བའི་གི་ད་ཁོ་ཁོ་ཚོ་དེ་གྱོང་གུད་ཆེ་ཤོས་ཕོག་གི་ཡོད་རེད། སྡེ་ཚན་གྱི་ཆ་ནས་བཤད་པ་ཡིན་ན་བཟོ་མཁན་མ་སོང་ཟེར་ནས་སོ་སོ་ཤེས་མདོག་ཁ་བ་རེད་དེ། ད་དམག་མི་དེ་ཚོ་གིས་ནི་ནང་རེ་རེ་བཞིན་རྩད་སྐྱེལ་བ་ཡིན་ན། ཞིང་པ་ཡོད་རྒྱུ་རེད་ལ་ད་བཟོ་པ། པ་ཨ་མ་སྤུན་རྒྱག་བཟོ་པ་ཡིན་སྡེ་བ་ཚོ་སོགས་ཀྱི་ཁྱིམ་ཚང་གི་ཉིན་རེ་གི་འཚོ་བའི་གི། ཡོན་འགོ་ཟེར་ན་མི་འདུག་ཤོད་འགོ་ཟེར་ན་མི་འདུག་འགྲོ་སོང་བཏང་ས་དེ་ཚོ་སྟེ། བཟོ་གྲྭ་ཁག་གི་ནང་ལས་ཀ་བྱེད་ནས་ཡོང་བསྡད་ཡོད་པ་དང་དེ་འདྲའི་མང་པོ་བྱས་ཡོད་པ་དེ་བཤད་མ་དགོས་པར་བ། བྱས་ཙང་ད་ལྟའི་ཁེ་ར་ཤེས་ཡ་ལས་ཏོག་དཔལ་འབྱོར་གྱི་ཉེས་ཆད་ཆེན་པོ་ཅིག་བཅད་པ་དེ་ནི་ཀྱི་དམག་ཡོངས་ཀྱི་ནང་ལོགས་ནས་བལྟས་ཡ་ཡིན་ན། ཨེ་ཝེ་ཡི་སྐོར་ནས་སྐྲ་གཤོབ་ཟེར་ཡ་དེ་དང། ཁོག་མའི་འོག་གི་མེ་ཤིང་འཐེན་པ་ཟེར་ཡ་འདྲ་བོ་དང། ཨ་ནི་བོད་པ་གི། འབངས་གྱེན་ལོག་གི་སྐབས་སུ་རུ་སྐད་སྐྱེས་པ་ལས་དཔོན་སྐད་སྐྱེས་པ་ཟེར་དེ་ཚོ་དང་འབྲེལ་བའི་སྐད་དུ་ནུས་པ་མང་པོ་ཅིག་ཐོན་ཡང་གི། ཉེན་ཁ་ཟེར་ནའང་མི་འདུག་རེ་བ་ཟེར་ནའང་མི་འདུག་ད་དེ་འདྲས་ཡོད་རེད་ཟེར་ནས། ཤེས་ན་ཕ་རྗེས་མ་འགྲིག་པའི་མི་བཟང་དུ་ཅིག་འདུག་བ། དེ་ནས་ཡང་དམག་སྦྱོང་གི་ནང་ལོག་ལོས་ཐོག་ཁ་ལ་འཛེགས་ནས་སྐྱེལ་འཛེག་འཐེན་པ་ཟེར་ཡ་འདྲ། ད་དེ་ཚོ་ལྟར་ཡང་ཕྱོགས་མང་པོ་ནས་སྐོར་འབྲེལ་བ་འདྲ་བ་དེ་ཆགས་བསྡད་ཀྱི་འདུག་དེ་ལྟ་མང་པོ་ཤེས་མ་ཤེས་ཟེར་མཁན་མི་འདུག། ད་དེ་ནས་ར་ཤི་ཡ་དང་ཡུག་ཁན་རིགས་གཉིས་བར་གྱི་དམག་འཁྲུག་དེ་མཚམས་འཇོག་བྱེད་ཡག་གི་གནས་བབ་ཅིག་ལ་སླེབས་ཡོད་དམ་མེད། ད་དམག་གི་དམག་གཞུང་དེ་ཚོ་ནི་མ་ཤེས་དང་རང་གིས་བྱས་པ་ཡིན་ན་རེད་ད། ཨ་ནི་དེ་གི་མཇུག་འབྲས་ལ་བཟང་ཕྱོགས་ནི་ག་རེ་ཡོང་གི་རེད་ངན་ཕྱོགས་ནི་ག་རེ་ཡོང་གི་རེད། ད་དེ་ནས་མང་པོ་ཡོང་གི་རེད་བ་དེ་ཚོ་སྐོར་བལྟས་ཚེ་ཞུས་ན་བཟང།

དངོས་གནས་རྒྱ་ཁབ་ཅིག་གི་མི་མང་གི་བདེ་སྡུག་ལ་བསམ་བློ་བཏང་མཁན་འདྲ་བ་ཡིན་ན། ད་ལྟོས་མེད་ནས་སོ་སོ་སྡུག་པ་སྨུག་འཛོམས་བྱེད་མཁན་གྱི་སྨྱོན་པ་གི་བཟོ་འདྲ་བོ་གླེན་པ་གི་བཟོ་འདྲ་བོ་ཡ་མེད་གི་བཟོ་འདྲ་བོ་དེ་འདྲ་ཡིན་ན་ཀོ་ཡང་དེ་ད་ལྟ་ཤེས་བསྡད་དེ་ཚོ་ཁྱབ་ཁོངས་ནང་བསྡད་གི་ཡོད་མ་རེད། ང་ཚོ་རྒྱ་ནག་གི་ཀོང་ཕུང་གི་ནང་ལོགས་ལས་ག་རེ་རབ་གཟིགས་ཀྱི་ཀོང་ཕུང་ནས་ཟེར་གཅིག་རྒྱུ་ཡོད་འདུག་བ་དེ་གི། གནད་ཀྱི་བྲག་རྩ་མཁས་པ་དེ་གའི་བྲག་རྩ་གི་གཞུང་ལུགས་རྟོག་བརྗེ་ཙམ་ཁོང་དུ་ཆུད་ལྡན་མཁན་དེ་ཚོ། ཐོབ་རྒྱ་སྐོར་གྱི་རབ་གཟིགས་ཀྱི་སྒྱུར་སྟངས་ལ་སྤྱིར་སྐྱབས་ཡོང་དུས། ནས་མ་སངས་སར་ཕེབས་ནས་སྐྱབས་ནས་ཁོ་དེ་བྱེད་འོས་འདུག་ཁྱིམ་ཚང་དེ་འདྲ་བཟོ་གི་འདུག་བ་དེ་བཟོ་འདྲ་བོ། ད་ཡང་མི་སྙོམས་པ་འདྲ་བོ་གང་བྱུང་མ་བྱུང་ཡིན་ན་ཀོ། སུ་གཅིག་ཚོད་ཐིག་མ་རེད་བ། ད་ད་འདྲ་དམངས་གཞུང་ནང་ལོག་འདི་འདྲས་འདི་འདྲས་གནས་བབ་འདི་འདྲས་བྱེད་དགོས་འདི་འདྲས་བྱེད་དགོས་རེད་འདི་འདྲས་བྱས་ན་ཁེ་ཕན་འདི་འདྲས་ཡོད་རེད་ཟེར་བ་དེ། སེམས་མནར་དུ་གནས་པ་དང་སྨྲ་རྒྱུ་མཁས་པ་དང་ཀྱི་མི་ཚེ་དང་ལྡན་པ་མི་ཡིན་ན་རྒྱ་སྐད་ཡིན་ན་སུ་ཡིན་ན་དེ་དེ་འདྲའི་སྐྱེད་ཁའི་གནས་སྟངས་དེ་གཞི་བཞག་ནས་ཤེས་གི་ཡོད་རེད་བ། ཡུག་གེ་རེད་ཕྱག་མཚོན་པ་ཡིན་ན་སྲིད་འཛིན་ཡིན་ན་རེད་མི་མང་ཡིན་ན་རེད། ཀོ་ད་ལྟ་སྐད་གྲགས་ཆེ་བའི་གང་འདྲ་བ་ཅི་རེད་དེ་འདྲའི་སྐྱེད་ཀྱི་ཐོག་ནས་དམངས་མཚམས་ཀྱི་བཞག་ཐུབ་བ་ཡིན་ན་ཁེ་བཟང་ཆེན་པོ་ཡོད་རེད། དེ་མེད་ན་ང་ཚོ་བོད་ཀྱི་གླིང་སྒྲུང་དང་དམངས་ཁྲོད་ཀྱི་ལོ་རྒྱུས་དེ་ཚོ་ནང་ཡོད་རེད་བ། དཔའ་བོའི་དཔའ་ཚོད་མ་བཟོས་ན་མཐའ་མ་བདག་མེད་འོག་ཏུ་འཆི་དལ་དུ་གཏམ་དོན་ཉིན་ཁ་ཤོར་རོགས་ཟེར། ཨོ་དེ་ཡོང་ཡག་གི་ཉེན་ཁ་ཡོད་བསྡད་བ་ཅིག། ད་ལྟ་ར་ཤི་ཡ་གི་སྤྱི་ཁྱབ་རང་བཙན་སྤྲད་མཁན་ཟེར་ཡ་དེ་ཚོ་དང། ཨ་ནེ་སྔོན་མ་བཙན་བཟུང་བྱས་པའི་ཁེ་མེ་ཡ་ཟེར་ཡ་དེ་ཚོ་དེ། སྤྲད་དགོས་བྱུང་ན་ཡང། སྤྲད་དགོས་རེད། སྤྲད་དགོས་རེད་ཟེར་ཡོད་དེ་ད་ཆ་ཅན་ག་འདྲི་གྱི་གོང་ནས་ཟེར་ན། མུ་མཐུད་ནས་འཛེངས་ནས་སོ་སོ་ཁེ་ཡག་གི་གདེང་ཚོད་མེད་པ་ཡིན་ན་ཟེར་གི་རེད། ད་སོ་སོ་རྣམ་པར་རྒྱལ་བའི་གདེང་ཚོད་ཡོད་པ་ཡིན་ན་ད། དེ་ལས་ཀྱང་ཕ་བགད་ནས་དེ་བྱས་གི་དེ་ཆོག་གི་ཡོད་རེད་བ། མུ་མཐུད་ནས་འཛེངས་ནས་ཡོད་མཁན་རེ་ཆབ་ཚང་ཤོར་འགྲོ་ཡག་གི། གནས་སྟངས་ཅན་མ་གཏོགས་གི་གདེང་ཚོད་ཆབ་ཚང་ཅན་མེད་པ་ཡིན་ན།

གང་ལྟར། ཆེན་པོ་ཀྱིས་གསོང་ཤུགས་ཆེ་ཡང་དོན་དག་ལ་ཆུང་ཆུང་གིས་བློས་གཏོང་གི་རེད་ད་འགྲེལ་བཤད་ཆ་ཚང་དེ་ད་ལྟ་ངས་ཤོད་མི་དགོས་པ་ཆེ། ད་ར་ཤི་ཡ་གི་ངོས་ནས་ད་དུང་མུ་མཐུད་ནས་འདི་པ་མུ་ཙམ་བྱས་ཡིན་ནའང། ཡུ་ཁེ་རེན་བཟུང་ཐུབ་པའི་དབང་དུ་བཏང་བ་ཡིན་ན་ཡང། ར་ཤི་ཡར་ཁུ་པོ་དེ་ཇེ་ཆེ་རེད། དཔལ་འབྱོར་གྱི་དཀའ་ངལ་དེ་མ་ནས་མོ་ལ་ཆེ་རུ་ཆེ་རུ་ཆེ་རུ་ཕྱིན་པ་ཡིན་ན་རག་ཤི་ཡ་མི་མང་ཁོ་རང་རྒྱ་གར་ཁོ་རང་ཟི་ལིང་བང་ལིང་ཆགས་ནས་ང་ཚོ་བོད་ལ་ཡང་གཏམ་བེད་སྤྱོད་དངོས་གྲུབ་རག་རྒྱུ་ཚབ་རྫོང་མགོ་ཤོར་སོང་ཟེར་གྱི་ཨོ་དེ་འདྲའི་ཆགས་ཡ་གི་ཉེན་ཁ་ཡོད་རེད་བ། ཁ་སང་གསར་འགྱུར་ཀ་རེ་ནས་གཅིག་ནས་བཤད་གི་འདུག་པུ་ཀྲིན་གྱིས་ནུ་ཞོ་པའི་ངའི་རྒྱ་ཁབ་དེ་ཐེ་ཐེ་བ་ཐེ་བཟོ་ཡ་གི་སྡོམ་པ་མང་པོ་བཏང་ཡང་ཁེ། ཆགས་ཀྱི་འདུག་ཟེར། བཤད་ཀྱི་འདུག་ཟེར་བྱེད། བོད་པ་གསར་འབྱོར་ཤེས་མཁན་གྱི་གི་ངག་ནི་ངའི་གོ་སོ། གཅིག་གིས་ན། ང་ཚོ་བོད་ཀྱི་གཏམ་དཔེ་ལས། འབྲས་ཀྱི་མ་དྲིན་བ་ནད་པས་དྲིན་ཟེར་གྱི་ཡོད་རེད་བ། དེ་འདྲས་ཡིན་སྲིད་བ་རེད་ཨེ་ནུ་ཞོ་པ་ལ་དེ་འདྲས། ཡོད་སྲིད་བ་རེད་བསམ་བློ་དེ། ངའི་གོ་བ་སྤྱིར་སྔོན་མ། བག་དྲིན་གྱིས་ད་ལྟ་དབྱི་རག་དེ། རྒྱལ་ཁབ་བསྐྱར་གསོ་བྱེད་པའི་སྐབས་སུ་དེ་དུམ་བུ་ཁ་ཤས་བཏང་ཡི་དགོས་རེད་ཟེར་ནས་བཤད་རེས་བྱས་དེ་འདྲས་གོ་མྱོང། སྤྱི་བཏང་ནས་ངས་སྔོན་མ་འདི་འདྲས་ཅིག་བྲིས་ཡོད་རེད། འཛམ་གླིང་ཞི་བདེའི་ཐང་ལམ་ཉག་ཁིག་ཟེར། ངས་ལོ་མང་པོའི་སྔོན་ད་འདི་དེབ་ནང་ཡོད་རེད་ངས་དེབ་ནང་ལོག་ལ། ང་ཚོ་སྨོན་ལམ་རྒྱབ་ཡོད་དང་ཅི་དེ་འདྲས་གི་ཡོང་ཡ་མ་རེད་ཟེར་མཉམ་འབྲེལ་རྒྱ་མཚོ་ཟེར་གྱི་ད་འདི་ཆགས་ལ་ཡོད་རེད་དེ་དེའི་ནུས་པ་གང་ཡང་ཐོན་གི་ཡོད་མ་རེད། དངོས་གནས་འཛམ་གླིང་འདི་ཞི་བདེ་བྱུང་དགོས་ཀྱི་ཡོད་ན་ཨ་མི་རི་ཀ་ནི་མགོ་བཙུགས་ཏེ་རྒྱ་ཁབ་ཁྱད་བསོད་དེ་རྒྱ་མ་སིལ་བུར་གཏོགས་དགོས་ཀྱི་རེད་ཟེར། ཨ་རིའི་མངའ་སྡེ་ལྔ་བཅུ་ཡོད་པ་དེ་རྒྱ་ཁབ་རང་བཙན་གྱི་རྒྱལ་ཁབ་ལྔ་བཅུ། དེ་ལས་དཔག་པའི་གིས་ར་ཤི་ཡ་ཡིན་ན་རེད་རྒྱ་ནག་ཡིན་ན་རེད་ད་རྒྱ་ཁབ་ཁྱེད་རང་ཡིན་གི། དེ་བཅས་བཟོས་བ་ཡིན་ན། དེ་ནས་རྒྱ་ཁབ་དེ་འདྲའི་ཆུང་ཆུང་གཅིག་ལས་རྡུལ་ཕྲན་མཚོན་ཆ་དེ་འདྲའི་བཟོ་ཡག་གི། ནུས་པ་ཡོད་མ་རེད་བ། འཛམ་གླིང་གཤེགས་ཀྱི་ད་མཉམ་འབྲེལ་རྒྱལ་ཚོགས་དེ་ནུས་པ་ཆེ་རུ་བཏང། བི་ཏྲོ་པེ་བར་སེ་དེ་ཚོ་སྒེར་གྱི་མེ་བ་གྱིས་ང་ཚོ་བོད་གཞུང་གི་ཤིན་ཏུ་གྲོས་ཚོགས་འདྲ་བ་ཅིག་རྒྱ་སྐད་རེ་རེ་དང་འཐུས་མི་རེ་རེ་གཉིས་རེ་ག་ཚད་རྒྱུག་གི་ཡོད་ན། ཨ་དེ་གི་ཐག་གཅོད་བྱས་ནས་རྡུལ་ཕྲན་མཚོན་ཆ་དེ་མཉམ་འབྲེལ་རྒྱལ་ཚོགས་ཀྱི་སྡེ་སྲིང་བཅས་ཀྱིས་ཉར་ནས་དེ་འཛམ་བུ་གླིང་གི་ས་དོང་འདི་ལ་བེད་སྤྱོད་བཏང་ཡོད་མེད་བ། ད་ཚོད་ལྟ་ནས་ཇི་ཙ་དུ་བཟོ་དགོས་ཡོད་ན་དེ་རེད་མ་གཏོགས་ཀྱི། ཨེ་འཛམ་གླིང་གཞན་པ་འདྲ་བོ་དེ་ནས་དམག་ཤོར་ནི་མ་གཏོགས། དེ་འདྲའི་ཅིག་བྱུང་བ་ཡིན་ན་ཨེ་ནི་དངོས་གནས་འཛམ་གླིང་འདི་ཞི་བདེ་མེད་གི་རེད་སྲིད། རྒྱ་ཁབ་ཆུང་ཆུང་གཉིས་འཛིང་བ་ཡིན་ན་འཛམ་བུ་གླིང་འགུལ་སྐྱོད་བཏང་ཐུག་མ་རེད་བ། ང་ཚོ་ལུང་པ་བཅས་ལ་དཔེ་ཆ་མཚོན་པ་ཡིན་ན་ཨེ་མི་ཚང་གཉིས་རྒྱག་རེས་ཤོར་བ་འདྲ་བོ་ཅི་རེད་བ། ད་དེ་མ་ཡིན་པར་ད་ལྟ་འདི་འདྲའི་ཅིག་རྒྱ་ཁབ་ཆེན་པོ་དེ་ག་རང་ཅག་ཡ་ད་དུང་ཡང་ཨེ་ནག་ཁྲོག་ལྟ་བུ་གིས་དྲག་པོའི་དམག་དང་འབྲེལ་བའི་སྒྲིག་འཛུགས་དེ་ཚོ་རྒྱ་སྐྱེད་བྱེད་རེས་བྱས་པ་ཡིན་ན། ཁག་ནས་ཞི་བདེ་ག་ཚད་ལག་གི་ཡོད་པ་ཡིན་ན་ཡང་འགྲོ་ས་དེ་ཁོ་དེའི་ལྡོག་ཕྱོགས་ལས། ཉིན་རེ་ནས་ཉིན་རེ་བང་མཛོད་ཀྱི་རྒྱོགས་བསྡད་པའི་བཟོ་ལ་ཅིག་ཆགས་འདུག་བ། དེ་ལྟར་ངའི་བསམ་ཚུལ་དེ་ཡུན་ཡང་མི་ཡོད་ད་རེད་དེ་ངས་དེ་ལ་རྒྱུ་མཚན་མང་པོ་མ་ཕམ་བྱས་ནས་བྲིས་ཡོད་དེ་བཟོ་འདྲ། ད་སྐལ་བཟང་སྤུ་ཕྲེང་གིས་ཁོ་གི་རྒྱ་ཁབ་དེ་དུམ་བུ་མང་པོ་གཏོགས་ཡོད་གི་རྩིས་རེད་ཟེར་གི་འདུག་བཟོ། འདི་ནི་ད་ཐེངས་ཀྱི་དམངས་ཁྲོད་དུ་གི་མཇུག་འབྲས་དེ་རེད། ད་མང་པོ་ཡོང་གི་རེད་ལྟ་དུ་བཤད་མཁན་མང་པོ་འདུག་དེ་ང་རང་ངོས་ནས་གལ་ཆེ་ཤོས་འདྲ་བོ་གཅིག་གིས་གཉིས། བསྡུ་བ་གི་ཕྱོགས་ནས་བལྟས་ཡ་ཡིན་ན་ད་མཚོན་ཆ་འགྲན་བསྡུར་བྱས་ནས་འཛམ་གླིང་དེ་རྫ་དྲག་དང་ཉེན་ཁ་ཆེ་རུ། དམག་སྐྱིད་གསུམ་པ་དང་སོང་ཁུལ་སོང་རྒྱ་ནི་དམག་སྐྱིད་དྲུག་པ་དང་ག་འདྲའི་ལང་གི་ཡོད་ན་དེ་ལྟའི་ལང་ཡ་གི་ཉེན་ཁ་དེ། ཆེར་འགྲོ་ད་ཐེག་ཆོག་ལོས་དགོངས་པ་དེ་མགྱོགས་རུ་འགྲོགས་རེད་ཟེར། ད་བཟང་ཕྱོགས་ཟེར་ན་མི་འདུག་གཅིག་ནི་ག་རེད་ཟེར་ན་ད་འདས་ཀྱི་དམངས་ཁྲོད་དེ་ལ་བརྟེན་ནས་ད་དམངས་གཙོ་ཟེར་དེ་གལ་ཆེན་པོ་ཡིན་པས་འཚོ་བ་བསྐྱར་མ་བྱས་སླེབས་ས་རེད་བསམ་འདུག་ང་རང་གིས། ཇི་ལྟར་ང་རང་ཚོ་ད་དམངས་གཙོ་གསར་པ་ནོར་ཡིན་ཙང་དམངས་གཙོ་དེ་གལ་ཆེན་པོ་ནོར་ལབ་དེ་རེད་དེ། ད་རྒྱ་ཁབ་ཁ་ཤས་ཀྱི་དམངས་གཙོ་དེ་རྙིང་པ་ཆགས་ནས། ཡང་སྟེ་ཨག་སང་ར་བའི་ཡས་ནི། དམངས་གཙོའི་རྒྱལ་ཁབ་ཆེན་མོ་ནང་བསྡད་མཁན་གྱི་མི་དེ་ཚོ་ཡིན་ན་ཡང་དར་འདེད་ཀྱི་སྤུ་ཀྲེང་དང་ཞི་ཅིན་ཕིང་འདི་ཚོ་གི་བྱེད་སྟངས་དེ་ཚོ་དེ་གཅིག་གྱིས་ན་ཡལ་བ་མེད་འགྲོ་ཟེར་གི། ད་ལྟ་ང་ཚོས་ཀྱི་དགེ་སྤྱོད་དེ་མི་གཅིག་དབང་འཛིན་གཅིག་ལག་འདུ་བ། ཨའོ་ད་དེ་ཡལ་བ་མེད་འགྲོ་མ་གཏོགས་ད་དམངས་གཙོ་དེ་རྙོག་དྲ་ཚ་རོགས་གཅིག་རེད་ཤག་གཉིས་རེད་ཤག་ཟེར་གི། དེ་གི་ཕྱོགས་ལས་ཕ། ག་རུ་སའི་སེམས་ཐག་ཉེ་རུ་འགྲོ་མཁན་དེ་པཱ་རོ་ཅེ་ལ་མང་པོ་ཅིག་ཡོད་པའི་བཟོ་འདུག་གིན་འདུག་ད་ད་ལྟ་ར་ཤི་ཡ་གི་པུ་ཀྲིན་གྱིས་མི་སྐྱ་དབང་འཛིན་འདྲ་བོ་ཅིག་གི་ཐོག་ནས་འདི་འདྲའི་གི་རྙོག་དྲ་ཆེན་པོ་ཅིག་བསླངས་ཡོང་དུས་ཨ་འོ་ད་དམངས་གཙོ་ཟེར་དེ་གལ་ཆེན་པོ་ཆགས་ཤག་མི་གཅིག་ལ་ལ་དབང་ཆ་ལོས་པ་ཡིན་ན་དེ་ཉེན་ཁ་འདུག་བསམ་པའི་ཐོག་ནས་ཨ་ན་སླར་ཡང་དམངས་གཙོ་ལ་གསོན་ཤོག་གསར་པ་འདྲ་བོ་ཅིག་གི་སླེབས་ཡ་གིས་ད་དེ་འདྲའི་འདྲ་བོ་ཅིག་མེད་འགྲོ་བསམ་གི་འདུག། ད་ལྟ་མང་པོ་ཆགས་འགྲོ་གི་ཡོད་ས་རེད། ནི་ངས་དུས་ཚོད་བྱུང་ན་གཞུང་མ་དེ་ལ་ད་ར་ཤི་ཡ་གི་ཡུག་ཁན་རིང་ལ་དམག་རྒྱག་དགོས་ཡ་གི་རྒྱུ་མཚན་དང། ད་ལྟའི་ས་ག་ཚད་ཟིན་ཡོད་མེད་ས་ཆ་དེ་ཚོ་ཟིན་སྟངས་གི་ངོས་ནས། དམག་གཞུང་ནང་ལོགས་ལ་ས་འདི་འདྲས་ཀྱི་ཟིན་ཡོད་ན་ཁོ་ཆ་གཞི་འདི་འདྲས་ཅིག་ཡོད་རེད་ཟེར་ཡ་གི་ད་ཅིག་ཤེས་སྟངས་ཅིག་ཡོད་རེད་བ། འོ་དེ་ཚོགས་གི་ཐོག་ནས་ཡ་ངས་མ་བྱས་ཞུ་ཐོབ་ན་ཞུ་གི་ཡིན། མ་ཐོབ་ན་དགོངས་སེལ་ཞུ་ཡ་རེད།